ཆོས་ལུགས་ཆོས་ལུགས་སོ་སོ་སོ་སོ་ལ་དམིགས་ཡུལ་རེ་རེ་རེ་རེ་བཤད་རྒྱུ་ཅི་ཡོད་རེད་དང་དེ་ནས་དམིགས་ཡུལ་དེ་ཚོ་ཅི་དང། ཕལ་ཆེ་བ་དང། རྗེས་སུ་དཔག་དགོས་མཁན་དང་ཟེར་བ་ལ་རྗེས་སུ་དཔག་སྲིད་དུ་ད་དངོས་སུ་མཐོང་ཡང་ན་ཅི་མེད་མེད་དེ་མཁན་དང་ཟེར་བ་རེ་བ་ད་དངོས་སུ་མཐོང་ཡང། མང་ཆེ་བ་དེ་སེམས་ཡིན་གོ་མང་ཆེ་བ་དེ། དཔེར་ན། ཡེ་ཤུ་དང་ཁ་ཆེ་དང་དེ་སོགས་ཀྱི་ག་ཅིག་ད་མ་འོངས་པ་ལ། དེ་ནས་ལྷ་ཀྱི་ཞིང་ཁམས་ལ་སྤྱད་རྒྱུ་ཡོད་ཟེར་བར་བ་དག་གོ་ཚོགས་ཀྱི། དེ་ནས་ད་ད་ལྟ་དངོས་སུ་ཅིག་མཐོང་རྒྱུ་ཅིག་མེད་རེད་དེ། མཐོང་རྒྱུ་རིག་རྒྱུ་ཅིག། ད་མ་འོངས་པ་ལ་ཅིག་རེ་ཆག་རེ་རེ་ཆག་འདྲ་ཟེར་བར་བ་དག་ཁམས་སྐད་ལ། རེད་འགྲོ་གི་ཡོད་མདོག་མདོག་རེད་ད། དེ་ནས་ང་རང་ཚོས་ཀྱི་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཟེར་མཁན་ཐོབ་ཡ་དེ་ཡང་ང་རང་ཚོས་སྐད་ཆ་བཤད་སྟངས་བསམ་བློ་བཏང་སྟངས་གོ་བ་ལེན་སྟངས་ཀྱི་དབང་གིས་དེ་འདྲའི་གི་རེད་རེད་འགྲོ་ཡ་གི་ཉེན་ཁ་ཡོད་རེད་གོ། དེ་ཡིན་དུས་གང་ན་དེ་འདྲའི་གི་མ་རེད་པ་གི་བཟོ་ཨེ་ཐུབ་ལྟ་དགོས་པ་རེད། དེ་ནས་ངས་གང་རེད་ཟེར་ད་ཁ་ཡང་ཡོད་མ་རེད་ཅི་རེད་ཟེར་ན་མཚམས་མཚམས་ན་ང་ཚོས་ཡང་ཅིག་བདེ་བ་ཅན་གྱི་ཞིང་ཁམས་ཟེར་གི་འདྲ་དང་ཅིག་མ་འོངས་པར་ཅི་ཞིག་རེད་ཅིག་ཡོད་ཤི་འཕོས་ནས་དེ་ནས

ཡང་བསྐྱར་ཡང་བསྐྱར་རེད་འདུག་ཤེས་རབ་ལེའུ་གི་སྐབས་ཀྱི་དཔེར་ན། དངོས་བོད་ཀྱི་གནས་ཚུལ་གྱི་སྐོར་ལ་དབྱེ་ཞིབ་བཤད་དུས། དེ་ནི། རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཟེར་མཁན་དེ་ཡང། གཅིག། ད་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རྦད་དེ་ཆ་ཚང་དེ།

དེ་ཡང་གཅིག་ཆོས་ལུགས་པ་གཞན་དག་ཚོགས་པའི་བཤད་བྱ་བ་ནང་བཞིན་གཅིག་མ་འོངས་པ་ལ་ཅི་ཅིག་རེག་རྒྱུ་ཡོད་ཟེར་གྱི་འདུག་དེ་འདྲས་མ་ཡིན་པ་རོ་དེ་འདྲས་མ་ཡིན་པ་གཅིག། དེ་ནས་དཔེར་ན། དུས་རྒྱུན་ང་རང་ཚོ་གིས་ད་ལྟ་འདི། ཆོས། མ་བཤད། སྒོམ་ཉམས་ལེན་སྐོར་ལ་བཤད་ཡོང་དུས་གང་ལ།

དེ་ནས་སྤུ་བུ་ཆུང་ཆུང་ཁ་ན་གཅིག་ཨ་མ་འདྲ་དང། དཔའ་བ་ཨ་མ་འདྲ་དང་བསྟུན་བྱ་དེ་ཚོ་གི་གཅིག་སྟོད་ར་འདྲ་དང་ཟེ་བོ་ར་བ་དང་གཅིག་སྒྲུང་འདྲ་དེ་འདྲ་བཤད་དུས་གང་ལྟ་ཡིན་ཆ་བྱས་ནས་དེ་ལ་ཡང་མགོ་འཁོར་གི་རེད་བ་ད། དེ་ག་ནང་བཞིན་ད་ལྟའི་གི་ལོ་ན་འདི་ལ་སླེབས་ཚར་དུས་གང་ན། དེ་ནས་སྤུ་བུ་ལ་བཤད་པ་ནང་བཞིན་གི་སྟོད་ར་ཞིག་བཏང་ན་ཕལ་ཆེར་རྩིག་པ་ཟ་གི་རེད་མ་གཏོགས་གང་དགའ་གི་མ་རེད་བ་ང་ཚོ། ད་ད་ལྟ་གི་གོ་སྐབས་འདྲ་གཅིག་མ་སོང་ན་འགྱུར་ཚར།

རྫིག་ཐག་ཆོད་ནས་མཚམས་མཚམས་ནས་ཡང་གོ་བ་ཡང་ཞི་དྲག་ཞི་དྲག་ཅིག་སླེབས་ཀྱི་མི་འདུག་ཁ་ཡོད་ལག་ཡོད་ད་དེ་ཚོ་ད་དེ་ཚོ་ད་ཞི་དྲག་ཞི་དྲག་ཅིག་ཧ་ཅང་གི་ད་དེ་གི་དོན་དག་ལ་ད་དཔེ་འཛམ་བུ་གླིང་གང་དེ་རོ་ད་སྟོད་པ་ཚིག་གཅིག་གི་དོན་དག་ལ་ཡ་དེ་ནི་ཕ་མ་ཡིན་ཅིག་མགོ་སྐོར་དང་གྲོགས་པོ་ཡིན་ཅིག་དེ་ནི་ཕ་མགོ་སྐོར་དང་དེ་ནས་རང་རང་སོ་སོ་གི་དེ་ནས་ག་རེ་ཚོད་པོ་རེད། ཡ་རབས་སྤྱོད་བཟང་ཐམས་ཅད་བག། བློས་བཏང་མཁན་དེ་འདྲས་དང། བསྟོད་པ་ཚིག་གཅིག་གི་དོན་དག་ལ། སྨད་པ་ཚིག་གཅིག་མ་ཡོང་ཡག་གི་ཆེད་དུ། རྙེད་བཀུར་ཟེར་མཁན་འདྲ་པོ་དེ་ཚོ། ཚིག་གཅིག་གི་དོན་དག་ལ། བཀའ་གདམས་པ་གི་དགེ་བའི་བཤེས་གཉེན་དེ་ཚོ་གི་གསུང་དེ་ཚོ་དཔེ་ཡག་པོ་རེད།

ད་དེ་ག་ཙམ་གྱིས་བྱུང་བ་ཡིན་ན་ཡང། ད་ཐར་པ་ངོ་མ་དེ་དག་ཐོབ་དགོས་ཡོད་མ་རེད་དེ། ཐར་པ་ཆ་ཚང་དེ་ཐོབ་དགོས་ཡོད་མ་རེད་དེ་ཡིན་ན་ཡང། འཇིག་རྟེན་གྱི་ཆོས་བརྒྱད་ཀྱི་ད་འཆིང་བ་ཟེར་ན། འཇིག་རྟེན་ཆོས་བརྒྱད་ཀྱི་དུས་ཆུང་ད་འཇིག་རྟེན་ཆོས་བརྒྱད་བསྟོད་པ་སྟོན། ང་ལ་བསྟོད་པ་ཅིག་རེད་ན་བསམ་པ་འདྲ་ང་ལ་ཁ་བཏང་མཁན་ཡོད་ས་རེད་བསམ་བསམ་འདྲ་པོ་དེ་འདྲའི་གི་ཅག་དོགས་པ་དང་རེ་བ་ཅིག་ཡོད་རེད་བ། དེ་ཚོ་ལས་བལྟས་ཚེ་ཐར་འགྲོ་དགོས་རེད་བ་དང། དེ་འདྲའི་དེ་འདྲའི་རེད་བསམ་བློ་བཏང་ཡོང་དུས་གང་ན། དེ་ནས་ཡང་སྤྱོད་འཇུག་ནང་གསུངས་ཡོད་རེད། བསྒོམས་ན་ལྷ་བར་མི་འགྱུར་བའི་དངོས་དེ་གང་ན་ཡོད་མ་ཡིན་དེ་འདྲའི་དེ་འདྲའི་གི་སྟེང་འདིར་དེ་འདྲ་གོམས་གཤིས་དེ་འདྲ་དེ་འདྲ་དེ་འདྲ་བྱས་བསྡད་པ་ཡིན་ན། དེ་ནི་གཏམ་དང་སྙན་གྲགས་དང་གོས་ལག་དང། འོ་ད་ག་རེ་ཟེར་དགོས་རེད་སྐྱིད་སྡུག་དང་དེ་ཚོ་ཐམས་ཅད་ལས་ཀྱང་དེ་ཚོ་ད་ཡིན་ད་ཡིན་དེ་ཚོ་ལ་ད་ད་སྣང་མེད་བྱེད་ཐུབ་ད་ཐུབ། དེ་མ་ཡིན་པ་གིས་དེ་ནི་ཕྱོགས་དང་དུས་དང། རིང་ཐུང་དང། ལེགས་ཉེས་དང། དེ་ནི་ཡག་པོ་དང་སྡུག་པོ་ཟེར་མཁན་འདྲ་དང། དེ་ནི་གཅིག་ཡོད་རེད་པ་ད་འཇིག་རྟེན་པ་བཟོས་བྱས་པ་གི་བསམ་བློ་ནང་བཟོས་བྱས་པ་གི་ད་འདི་ཡག་ཤོས་རེད་ཟེར་མཁན་འདྲ་དང་འདི་སྡུག་པོ་རེད་ཟེར་མཁན་འདྲ་དང། འདི་ཐུང་ཐུང་རེད་ཟེར་མཁན་འདྲ་དང་འདི་རིང་པོ་རེད་ཟེར་མཁན་འདྲ་དང་དེ་ནི་འདི་དཀར་པོ་རེད་དམར་པོ་རེད་སེར་པོ་རེད་ཟེར་མཁན་འདྲ་དང་ད་འཇིག་རྟེན་པའི་སོ་སོའི་སྐྱེ་བོ་གི་བསམ་བློ་གི་བཟོས་བཞག་པ་དེ་འདྲ་མང་པོ་སྦྱོར་བ་དེ་ཚོ་ཐམས་ཅད་ལ་དེ་ནི་ད་ལྟ་མི་རྒན་གོ་མི་རྒན་པ་ཚོ་གི་ད་ལྟ་ཨ་ལི་པེ་གོ་ཟེར་བ་ཨ་ལི་པེ་གོ་སྒྲོལ

ཕྱོགས་དང་དུས་དང་རིང་ཐུང་དང་དེ་ཚོད་ཀྱི་འཛིན་པ་དེ་མེད་པ་ཆགས་འགྲོ་བ་ཡིན་ན། དེ་ནི་མཐར་འགྲོ་དགོས་རེད་དང་ཕྱོགས་དུས་ཟེར་གྱིན་འདྲ་དང་དེ་ནི་འཇིག་རྟེན་དང་ང་རང་ཚོ་དུས་རྒྱུན་བཟོས་འཇིག་རྟེན་པའི་བསམ་བློ་གི་བཟོས་བྱ་བ་གི་གང་ཟེར་དེ་འདྲའི་མང་པོ་ཡོད་རེད་བ་དེ་ཚོ་ལས་ཐར་ན་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ད་གང་ལ་གང་འཚམ་དེ་ལ་ཡང་འཛུགས་སྐུ་བཙུགས་ཐུབ་གི་ཡོད་རེད་བྱས་ཙང་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཟེར་མཁན་དེ་འཛུགས་སྐུ་བཙུགས་ས་དེ་ང་རང་ཚོ་གི་དོན་དག་ལ་ཡིན་ན་ཡང་གོ་བ་ལེན་སྟངས་བལྟས་ཚེ་ཅིག་ཚིག། རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཟེར་མཁན་ཚིག་རྫིག་པོ་དེ་ཚོ་གིས་དེ་ནས་ཕམ། དེ་ལ་ཡང་ད་ཁག་གིས་མ་བཤད་ཙམ་གྱིས་བྱས་དེ་ལ་ཡང་མགོ་འཁོར་ནས་དེ་འདྲའི་མ་ཡིན་པ། དེ་འདྲའི་ངེས་པར་དུ་གོ་གི་ཡོད་ས་རེད་དེ། དེ་ནས། མི་ལ་བཤད་ན་ཡང་ད་ལྟའི་དཔེ་སྟབས་བདེ་བ་རེད་དངོས་གནས་ད་ལྟའི་དུས་བཟོ་ཐུབ་ཀྱི་རེད་བ་ཡ་ད་ལྟའི་ལྷ་ཡི་ལུང་པ་ལ་འགྲོ་ཡ་ལས་ཀྱང་དཔེར་ན་ལྷ་ཡུལ་ལ་འགྲོ་ཡ་ཡེ་ཤུ་དང་དེ་ཚོ་གི་ཟེར་བ་ནང་བཞིན་ད་ལྷ་ཡུལ་ལ་འགྲོ་ན་དཀའ་ལས་ཁ་པ་རེད་ད་ཚར་གཅིག་ཤི་དགོས་རེད་བ་འདི་ནས་བ་ཚར་གཅིག་ཤི་ནས་གཞི་ནས་དེ་ནས་ལྷ་ཡི་ལུང་པ་ལ་འགྲོ་བསྡད་དགོས་རེད་བ་ད་སྟོད་པ་སྨད་པ་ཟེར་གྱི་འདྲ་དང་ཀུར་ཏི་ཟེར་གྱི་འདྲ་དང་དེ་ནས་ཐོབ། ཤོར་ཟེར་མཁན་དག་དང། ད་འཇིག་རྟེན་ཆོས་རྗེས་བརྗོད་རོགས། ད་དེ་དག་ཕལ་ཆེར་ཕལ་ཆེར་ཟླ་བ་གཅིག་ཚེ་གཅིག་གཉིས་ཚེ་གཅིག། ང་རང་ཚོ་དངོས་གནས་ཤུགས་རྒྱབ་དཀའ་ལས་རྒྱབ་དེའི་སྐོར་དེ་ལ་བསམ་བློ་བཏང། བཏང་བ་ཡིན་ན་ཕལ་ཆེར་ཟླ་བ་གཅིག་གཉིས་གསུམ་ཟླ་བ་དྲུག་ད་དམའ་མཐར་ལ་ལོ་གཅིག་གཉིས་ཚོའི་ནང་དེ་ལ་ཡ། དེ་ལ་དང་འགྱུར་བ་ཏན་ཏན་སླེབས་ཀྱི་རེད་བ། ནམ་ཞིག་ལ་དེ་ནས་དོན། སྨད། སྙེད། བསྐུར། ཐོབ། ཤོར་ཟེར་མཁན་དེ་ཚོ་ལ་ཨ་ད་འདི་ཚོ་ད་ད་ཞི་ད་ཞི་ད་ཅེས་ཧ་ལས་ཀྱི་མེད་རེད་བསམ་པའི་བསམ་བློ་ཅིག་གཏན་གཏན་ད་ང་རང་ཚོས་དངོས་གནས་འདི་ཚོའི་སྐོར་དེ་ལ་ཡང་བསམ་བློ་བཏང་མི་ཐུབ། མི་བཏང། ཁོ་ལེ་ལོ་བྱས་ནས། དེ་ནས་དེ་འདྲས་བྱས་ནས་ད་འདི་ཚོ་ལ་ཡང་ཡེངས་བསྡད་པ་རེད་མ་གཏོགས་ཏན་ཏན་དེ་ཚོ་ལ་ཡང་བལྟས་ཚེ་ད་ཁོ་རང། ཞེན་པ་མེད་ཟེར་བ་དེ་ཚོ་ལ་འཛིན་པ་མེད་མཁན་གྱི་ཆ་ག་རུ། དེ་ཆ་དུས་གང་ན་དེ་ནི་ཐར་པ་ལ་པད་མ་སི་ག་ཅན་གྱི་ཡ་དང་ཐར་པ་ཆ་ཚང་ཐོབ་མ་ཐུབ་ན་དགའ་ཆེན་རྩ་སླེབས་ཚར་རུ་མི་དེ། ད་དེ་དེ་དངོས་གནས་ཤི་དགོས་དགོས་མ་རེད་ད་ད་ལྟ་རང་ལོ་གཅིག་གཉིས་ཚོའི་ནང་དུ་ལས་ཐུབ་ག་རུ་བ་ད་དེ། དེ་ནི་མི་ཚོས་ཀྱི་སྟོད་ར་འཇམ་ན་དེ་ལ་ཡང་མ་ཡེངས། སྨད་ར་དྲ་འཇམ་ན་དེ་ཚོས་ཀྱི་ཡང་ཞི་དྲག་ཞི་དྲག་བསམ་བློ་ནང་དུ་ལ་ཡང་ག་རེ་ཟེར་བ་རེད། ཡ་ང་བ་དང་བག་ཚ་བ་ཟེར་བ་རོ་ད་ག་རེ་ཟེར་བ་རེད་ཅིག་སེམས་པ་སྐྱོ་རྒྱུ་ལ་སོགས་པ་དང་སེམས་པ་སྡུག་རྒྱུ་འདྲ་དང་ཁོང་ཁྲོ་འབར་རྒྱུ་ཟེར་གྱི་འདྲ་བ་དེ་ཞི་དྲག་ཞི་དྲག་མེད་པ་ཡིན་ན། ད་ནང་པ་གི་ག་རེ་ཟེར་བ་རེད། ལྷ་ཡི་ལུང་པ་ཟེར་ན་ད་དེ་ལ་འགོ་འཛུགས་པོ་བཙུགས་ན་འགྲིག་གི་བ་རེད།

སུའི་སྨིན་བུ་འདྲ་དེ་འདྲའི་མང་པོ་ཡོད་དགོས་མེ་ཏོག་པད་མ་འདྲ་མང་པོ་ཡོད་དགོས་ཅིག། ཅིག་ད་ལྟ five star hotel གི་བསམ་བློ་གནང་རྒྱུ་དེ་འདྲའི་མང་པོ་ཡོད་རེད་ད་དེ་ཚོ། དེ་ཚོ་ད་ག་ཟེར་རོ་ད་ད་ག་ཟེར། དེ་ཡིན་དུས་གང་ན་ད་དངོས་པོ་གི་གནས་ཚུལ་ད་ཡང་ནས་ཡང་དུ་ཞུས་དུས་དངོས་པོའི་གནས་ཚུལ་ཧ་གོ་ཡ། བསྟོད་བསྟོད་པ་སྨད་པ་གྲགས་པ་བཀུར་སྟི་ཁེ་བཟང་ཐོབ་ཤོར་ཟེར་མཁན་དེ་ཚོ་གི་དངོས་པོ་གི་གནས་ཚུལ་དེ་ཧ་གོ་ཐུབ་པ་ཡིན་ན་དེ་ཧ་གོ་ཐུབ་ཡ་དེའི་གནས་ཚུལ་རྟོགས་ཡ་དེ་ནང་པ་སངས་རྒྱས་བོད་ཀྱི་དམིགས་ཡུལ་ངོ་མ་དེ་དེ་རེད་མི་ལ་བཤད་ན་ཡང་དེང་སང་གི་མི་ཚོ་ལ་མ་བཤད་ན་རྣམ་འབྱོར་ད་དེ་དངོས་མ་ཡིན་ས་རེད་བསམ་བསམ་རེད་པོ་ཅིག་མ་གཏོགས་དེ་ལ་ཡ་དགག་པ་རྒྱབ་ཐུབ་མཁན་ག་ལ་ག་བ་རེད།

མཛོད་སྤུ་གི་འོད་ཟེར་མཁན་དེ་ང་རང་ཚོ་གི་དུས་རྒྱུན་གྱི་གློག་བཞུ་མ་སྤར་ནས་ཡོང་བ་ནང་བཞིན་གྱི་མཛོད་སྤུ་གི་འོད་གློག་བཞུ་དེ་འདྲའི་ཆེན་པོ་དེ་འདྲའི་འོད་གང་ཟག་འཕྲོ་ཡ་དེ་འདྲ་ཡོད་བ། དེ་འདྲའི་སྒྲ་ཅན་ཡིན་ན་ཤར་གྱི་འོད་ན་ཅི་ཞེས་དེ་འདྲའི་མ་རེད་བ། ད་ལྟ་ཤེས་རབ་ཤེར་ཕྱིན་གྱི་དུས་ཚོད་ནང་དུ་ལ་དེ་ནས་འོད་དང་དེ་ཚོ་གི་སྐད་ཆ་བཤད་དུས་གང་ན། རེད་ད་ཆོས་འཁོར་དང་དེ་ཚོའི་གི་སྐབས་དེ་ན་ཅིག་ཡོད་བ། དེ་ཚོའི་དེ་ནས་སངས་རྒྱས་ཀྱི་ཡོན་ཏན་དང་ཕྲིན་ལས་དང་དེ་ཚོའི་གི་སྐོར་ལ་བཤད་དུས་གང་ན། དེ་ནས་ད་ལྟ་གོ་བ་ལེན་སྟངས་འདྲ་དེ་གི། ད་དེ་འདྲའི་དེ་འདྲའི་ཅིག་ལེན་དགོས་རེད་ད་དེ་ཀློག་རྒྱུ་འདྲ་དང་དེ་འདྲའི་གི་འོད་ནང་བཞིན་ཅིག་དེ་འདྲའི་མ་རེད་བ་ད་དེ། ཡིན་ན་ཡང། རྩ་བའི་སྐད་ཆ་བཤད་སྟངས་རེད་པོ་དེ་དེ་འདྲ་བཤད་ན་ཡག་ག་མི་འགྲོ། ང་རང་དེ་འདྲ་དྲན་སོང། ད་ཡང་དེ་རིང་འདི་གང་ས་ཡང་ཤེས་རབ་ལེ་བུ་རྣམས་དང་དེ་ནས

དང། དངོས་པོ་གི་གནས་ཚུལ་འདྲ་གཅིག་མ་སོང་ན། དངོས་པོ་གི་གནས་ཚུལ་འདྲ་གཅིག་མ་སོང་ན། ཧ་ཧ་གོ་མཁན་གྱི་བསམ་བློ་ཡག་ཤོས་བསམ་བློ་ཆེ་ཤོས་བསམ་བློ་ད་དེའི་གོང་དུ་མེད་པ་གཅིག་ལ་བསམ་བློ་བཏང་དགོས་ཀྱི་རེད། ད་དེ་འགྲིག་ད་དེ་ཡང་དཔེར་ན། དེ་མ་དེ་འདྲའི་སྐོར་ལ་མ་བསམ་བློ་བཏང་ཡོང་དུས་གང་ན་དཔེར་ན་ད་ལྟ་གནས་གཏན་སྡེ་པ་ཚོ་གི་ཡིན་ན་ཡང་དེ་ནི་དཔེར་ན་ཐའི་ལེན་ཟེར་གྱི་འདྲ་དང་སི་རི་ལང་ཀ་ཟེར་གྱི་འདྲ་བུ་དེ་ཚོ་དང་དེ་ཚོའི་ནང་དེ་ལ་ཁོང་ཚོ་གི་ཡང་དེ་ནི་མ་ཆོས་བཤད་དུས་ཡང་དེ་རང་རེད་བསྒོམ་པའི་ཉམས་སུ་ལེན་དུས་གང་ན་ཡང་དེ་རང་རེད། ད་གཙོ་བོ་ཁོང་ཚོས་ག་རེ་བསྒོམ་དགོས་རེད་ཟེར་ན། དེ་ནི Anicca། སྡུག་ཁ། Anatta། ཟེར་མཁན་གྱི་བསྒོམ་བྱའི་རྒྱུ་བ་རེད་ད་བསྒོམ་ཟེར་ན་བསྒོམ་ཤེས་ད་ཐོས་བསམ་སྒོམ་གསུམ་བྱེད་རྒྱུ་གཙོ་བོ་གཅིག་དེ་བྱ་དགོས་རེད་ཁོང་ཚོས་ཡིན་རྒྱུ་ག་རེ་རེད་ཟེར་དུས་སྡུག་བསྔལ་བ་མ་རེད་གང་ས་མི་རྟག་པ་དང་སྡུག་བསྔལ་བ་དང་བདག་མེད་པ་ཟེར་ནས་ད་དེ་རེད་བསྡད་པ་རེད། དེ་ནས་མི་རྟག་པ་དང་སྡུག་བསྔལ་བ་དང་བདག་མེད་པ་སེལ་མཁན་གྱི་རྟགས་དེ་བཤད་ཡོང་དུས་གང་ལྟར་དེ་གསུམ་ཀ་དངོས་པོ་གི་གནས་ཚུལ་རེད། ད་ཁ་སང་ཡང་ནས་ཡང་འདུ་བྱེད་དུ་བྱས་རྣམ་པ་མཁྱེན་གྱི་རེད་དེ་དག་འདུས་བྱས་ཐམས་ཅད་མི་རྟག་པ་རེད་ད་དེ་དངོས་པོའི་གནས་ཚུལ་རེད་ཁོ་རང། དེ་དངོས་པོའི་གནས་ཚུལ་རེད་ཟེར་དུས། སངས་རྒྱས་ཀྱི་འདུས་བྱས་ཐམས་ཅད་མི་རྟག་པ་རེད་ཟེར་གསུང་བའི་ཉིན་མོ་དེ་ནས་མགོ་བཙུགས་ནས་དེ་ནས་འདུས་བྱས་ཐམས་ཅད་མི་རྟག་པར་བྱ་བ་དེ་འདྲ་ཅིག་མ་རེད་བ། སངས་རྒྱས་ཐམས་ཅད་ཀྱི་འདུས་བྱས་ཐམས་ཅད་མི་སངས་རྒྱས་ཀྱི་འདུས་བྱས་ཐམས་ཅད་མི་རྟག་པ་ཡིན་ཟེར་གསུང་ན་གསུང། མ་གསུང་ན་མ་གསུང། འདུས་བྱས་ཐམས་ཅད་མི་རྟག་པ་རེད་དེ། ཨོ། འདུས་བྱས་ཐམས་ཅད་མི་རྟག་པ་ཟེར་མཁན་དེ་ཁོ། ལྷ་ས་རུ་འགྲོ་ན་ཡང་འདུས་བྱས་ཐམས་ཅད་མི་རྟག་པ་རེད་དེ་ཡོད་རེད། ནིའུ་ཡོག་གི་ནིའུ་ཡོག་འགྲོ་ན་འདུས་བྱས་ཐམས་ཅད་མི་རྟག་པ་རེད་དེ་ཡོད་རེད་མ་ཏོ་ག་གཞི་གུ་གཞི་ས་ཆ་བཅས་སླེབས་ཚེ་ཐམས་ཅད་དེ་ནི་འདུས་བྱས་ཁ་ཤས་ཁ་ཤས་རེ་རེ་ཚོ་རྟག་པ་རེད་འགྲོ་གི་ཡོད་མ་རེད་དེ་ན་ཅི་ལོ་ཉིས་སྟོང་གི་སྔན་ལ་འདུས་བྱས་ཐམས་ཅད་མི་རྟག་པ་རེད་ལོ་ཉིས་སྟོང་གི་མཇུག་ལ་འདུས་བྱས་ཐམས་ཅད་མི་རྟག་པ་ཡིན་པ་དེ་ལས་འདའ་ས་མེད་རེད་ནམ་ཞིག་ལ་འདུས་བྱས་ཀྱི་ཆོས་གཅིག་གཉིས་རྩེ་གཅིག་བརྟག་པ་ཆགས་སོང་ན་ནང་པ་སངས་རྒྱས་པ་ནི་དགོངས་པ་ཞུ་བར་ང་ཚོ་ཐམས་ཅད་དེ་ཚར་ཚར་སངས་རྒྱས་ཀྱི་ཆོས་རྫུན་མ་རེད་ཚར་ད་དེ་ནས་པ་དགོངས་པ་ཞུ་རན་རེད་ད་དེ་འདུག་ག་ན་ནང་པ་སངས་རྒྱས་པའི་ད་འདུས་བྱས་ཐམས་ཅད་མི་རྟག་པ་འོ་ད་ཨཱནི་ཨཱནི་ཆ་ཚ་ཁོ་ཚོས་དེ་རང་སྒོམ་དགོས་རེད་ད་དེ་ད་ད་གནས་བརྟན་སྡེ་པ་ད་ད་སི་རི་ལང་ཀ་དང་དེ་ཚོས། ད་ཡིན་ན་ཡང་འདུས་བྱས་ཐམས་ཅད་མི་རྟག་པ། དེ་ནས་གང་ཟ་འོ་རེད་ད་མི་རྟག་པ་དང་ཡང་ངས་སྐད་ཆ་བཤད་སྟངས་དེ་ཡང་ཐེག་པ་ཆེན་པོའི་སྐད་ཆ་ནང་བཞིན་རེད་འགྲོ་གི་འདུག་མི་རྟག་པ་དང་སྡུག་བསྔལ་བ་དང་བདག་མེད་པ་ཟིན་དེ་གསུམ་བསྒོམ་ཡོང་དུས། བསྒོམ་ཟེར་ན་ད་བཤད་ན་ཡང། མི་རྟག་པ་དང་སྡུག་བསྔལ་བ་གཉིས་དེ

དེ་གལ་ཆེན་པོ་ཞེ་དྲག་རེད་གོ། དེ། བདག་མེད་པ་ཟིན་ཏེ་ཤེས་ཡོང་དུས་གང་ན་མི་རྟག་རྒྱུ་གི་ད་དུས་རྒྱུན་ཆོས་ཐམས་ཅད་མི་རྟག་པ་རེད་འདུས་བྱས་ཐམས་ཅད་མི་རྟག་པ་རེད་དུ་རེད་ཟེར་གསུངས་ཡོང་དུས། ད་ཡང་མི་མི་རྟག་རྒྱུ་གི་ཆོས་ཅིག་ཡོད་པའི་དབང་དུ་གཏང་གི་ཡོད་རོགས་ད་ཡང་དེ། དང་མི་རྟག་འཇུག་གི་མར་འདྲ་པོ་འདྲ་དང་ཆུ་རགས་འདྲ་པོ་འདྲ་དང། ཅོག་ཙེ་འདྲ་པོ་དང་ང་རང་ཚོ་གི་ལུས་པོ་འདྲ་དང་སྨྱུ་གུ་འདི་འདྲ་པོ་དེ་ཚོས་མི་རྟག་འཇུག་གི་ཆོས་ཅིག་ཡོད་པའི་དབང་དུ་བཏང་ནས་དེ་ནི་འདུས་བྱས་ཐམས་ཅད་མི་རྟག་པའོ་ཟེར་གྱི་འདྲ་པོ་དེ་འདྲས། དེ་འདྲའི་བཀའ་མའི་གནང་སྒོ་རེད་པ་དང་དེས་ན་ཅིང་སྡུག་བསྔལ་བ་ཡང་དེ་རེད་ད་སྡུག་བསྔལ་སྐོར་ལ་ཁ་སང་ཞུས་ཡིན་གོ་ངས་དྲན་གལ་མི་འདུག་དེ་ཡིན་དུས་གང་ལ། དེ་ནི་སྤྱི་བཏང་དངོས་པོའི་གི་གནས་ཚུལ་རང་བཤད་གི་བ་རེད་དེ། མི་རྟག་པ་དང་སྡུག་བསྔལ་བ་ཉིད་ཡིན་ན་ཡང་དངོས་པོའི་གནས་ལུགས་མཐར་ཐུག་པ་ཐ་མི་ཐ་མ་ཐ་མི་ཐ་མ་དེ་ལ་བདག་མེད་པ། མི་རྟག་རྒྱུ་གི་མི་རྟག་རྒྱུ་གི་བཅའ་ལག་དངོས་པོ་དེ་ཡང་སེམས་པས་དེ་འདྲའི་གི་བློ་གི་སྒྲོས་བཏགས་བཞག་པ་སྒྲོ་བཏགས་བཞག་པ་རེད་མ་གཏོགས། རང་བཞིན་གྱིས་གྲུབ་པ་དངོས་སུ་ཕ་གི་མི་རྟག་རྒྱུ་གི་བཅའ་ལག་ཅིག

ནང་པ་སངས་རྒྱས་བར་གྱི་ཆོས་དེ་ཅི། ག་རེ་ཟེར་བ་རེད། དེང་སང་ཕོ་ཚང་མ་ཚོ་ཚོ་གི་བསམ་ཡ་བསམ་ག་རེད་ད་ནང་པ་སངས་རྒྱས་པའི་ཆོས་དེ་ཞུ་ཉན་སྤྲོ་གི་མི་འདུག་ཅི་རེད་ཟེར་ན་མགོ་ཡ་ནི་ཁ་གྲག་ཡོང་དུས་ནས་སྡུག་བསྔལ་གི་སྐྱང་སྐྱང། ཅིག་ཅིག་མེད་རབས་གཉིས་གཉིས་སྡུག་རབས་མི་ཚེ་རྟག་པར་བརྟན་པ་མེད་རབས་སང་ཉིན་ཤི་འགྲོ་གི་ཡོད་རབས། དེ་ནས་ཁམས་གསུམ་འཁོར་བ་གང་ན་འགྲོ་ན་སྡུག་བསྔལ་མ་གཏོགས་མེད་རབས་དེ་འདྲས་རྐྱང་རྐྱང་བཤད་བསྡད་ཀྱི་འདུག་སེམས། ཕོ་སར་མོ་སར་སུ་དེ་འདྲས་དྲན་དགོས་རོ། ད་དུས་རྒྱུན་ང་རང་ཚོ་གི་ཡང་བླ་མ་ཚོ་གི་ཆོས་འདྲ་ཟེར་ནས་གནང་དུས་གང་ན་དངོས་གནས་ཆོས་ཉམས་སུ་ལེན་མཁན་ཚོ་ལ། དེ་ནས་འཁོར་བ་ལ་ཞེན་པ་སྤང་ཡག་གི་ཆེད་དུ་དང། ཐར་པ་ལ་དོན་དུ་ཐར་པ་སེང་གེ་འདི་འགོ་ཡག་གི་ཆེད་དུ་དེ་ནས་ཡིན་དང་ཡིན་ཁོ་རང། གང་ཟག་ངེས་འབྱུང་དཔྱད་ཡག་གི་ཆེད་དུ་ཐ་ཚིག་སུ་བྱེད་དགོས་པ་རེད་བ་ད། ད་ཡིན་ན་ཡང་མང་ཆེ་བ་དེང་སང་ང་ཚོར་སྡུག་བསྔལ་ཡོད། ང་ཚོར་སྡུག་བསྔལ་ད་ད་ཁ་ཤས་ཀྱིས་སྡུག་བསྔལ་ཡོད་བསམ་གི་རེད་དེ་ཡིན་དུས་གང་ན་ནང་པ་སངས་རྒྱས་པའི་གི་ལུང་པ་ལས་ནང་པ་སངས་རྒྱས་པའི་རྩ་ལ་ཡོང་ཡག་དེ་ལྟས་དེ་སྐྱིད་པོ་ཅིག་རེད་ན་ཅིག་སྐད་ཆ་སྙན་པོ་རེ་ཅིག་གོ་རྒྱུ་ཡོད་བཤད་རྒྱུ་ཡོད།

ཡང་གཙོ་བོ་དགའ་སྟོན་རྙིང་པ་དེ་ཁོ་ཚོས་ག་རེ་བྱུང་ཡོད་མ་རེད་ཟེར་ན། ད་ལྟ་བདག་མེད་པ། དངོས་པོ་གི་གནས་ཚུལ་བདག་མེད་པ་གི་སྐོར་ལ་ཁོ་ཚོས་ཁོ་ཚོར་དེ་མེད་པ་དང། གོ་མྱོང་ཡོད་ཀྱི་མ་རེད་མང་ཆེ་བ། རྒྱུ་མཚན་དེ་ལ་བརྟེན་ནས

བདག་མེད་གཉིས་ཀྱི་སྐོར་དེ་ལ། དེ་ནི་ད་ལྟ་ལེའུ་དགུ་པ་ནང་ལ་གང་ལ་གང་འཚམ་ཡོད་པ་རེད་ད། དེ་ནས་ད་འདི་མ་གཞི་སྤྱི་དང། བདག་མེད། བདག་མེད་ཟེར་དུས་ག་ནི་ད་འདི་སྤྱི་དང། དཔེ་ཞར་གཟིགས་རོགས་གནང་ད་དེ།

ད་ད་དང་པོ་ལོ་ཙཱ་བ་ཐམས་ཅད་དང་དེ་ནས་ཆོས་རྗེ་མེ་ཡོན་ཐམས་ཅད་ཀྱི་སྐབས་སུ་དཔེ་ཆ་ཚུར་བསྒྱུར་ཡོང་དུས་གང་ན་ཡང་དབུས་གཙང་སྐད་བེད་སྤྱོད་མང་པོ

མགོ་འཁོར་དང་འཁོར་ས་དེ་འདྲའི་མང་པོ་ཅིག་ཡོད། མང་པོ་ཅིག་ཡོད་ས་རེད། དོན་དག་རྡོག་རྡོག་དེ་ནི། ད། འཇིག་རྟེན་སོ་སོའི་སྐྱེ་བོ་དེ་ཚོའི་ནང་ང་ད་ང་རང་ཚོ་དུས་ཆུང་སུ་ཡིན་ན་ད་སོ་སོའི་སྐྱེ་བོ་ཟེར་བ་རེད། ཐར་པ་མ་ཐོབ་མཁན་གང་ཟག་དེ་ཚོ།

ད་འཇིག་རྟེན་པའི་གསང་བ་དང་དང་རེ་བ་ད་དེ་ང་ཡིན་ན་ཡང་གཅིག་ང་གཅིག་གཅིག་ད་ང་སེམས་དེ་རྩ་ཆེན་པོ་རེ་བ་ད་ང་སེམས་དེ་ལས་རྩ་ཆེ་ཚུལ་གྱི་ཡོད་མ་རེད་དེ་རྩ་ཆེན་པོ་ཡིན་ནང་ཤར་ད་དེ་ལ་ཞེན་པ་ཞུགས་དེའི་སྟེང་ལ་དེ་ནི་འཛམ་གླིང་དམག་ཆེན་དང་པོ་གཉིས་པ་གསུམ་པ་ཐམས་ཅད་དེ་དེ་ལ་བརྟེན་ནས་ཡོང་གི་རེ་བ་ད་རྙོག་དྲ་ཐམས་ཅད

དེའི་སྐོར་དེ་འདྲ་སྤྱི་སྟངས་དང། ཤར་ནུབ་གཉིས་ཀ་ནས་འཛམ་བུ་གླིང་ད་ལྟ་ང་རང་ཚོའི་ཤར་ཕྱོགས་དང་ནུབ་ཕྱོགས་གཉིས་ཀ་ནས་དེའི་སྐོར་དེ་ལ་བསམ་བློ་མང་པོ་བཏང་ཡོད་ས་རེད་དེའི་ནང་ནས་ང་ཚོས་ད་ཤར་ཕྱོགས་ཟེར་བ་རོ་རྒྱ་གར་རྒྱ་ནག་དེ་ཚོ་ལ་ཡང་དེའི་སྐོར་ལ་ཡང་བསམ་བློ་དེ་རྔན་པ་ནས་ཡོང་བས

སྟབས་མང་ཆེ་བ་གི A to Z ལམ་ན་འགྲིག་གྱི་རེད་ཕལ་ཆེ་ཀ་ནི་མ་ཨ་བར་དུ་ཟེར་ན་འགྲིག་གྱི་རེད། གཅིག་ནི་འབུམ་ཕྲག་ཟེར་ནས་བརྒྱད་པ་དུང་ཕྱུར་ཟེར་ན་ད་དེ་འདྲའི་བཤད་སྟངས་མ་བཤད་སྟངས་འདྲ་མི་འདྲ་བེད་སྤྱོད་སྟངས་ནི་བཤད་ནི་མ་གཏོགས། གཞུང་ལུགས་སློབ་སྦྱོང་མེད་མཁན་ཚོ་དེ་ཚོའི་སྐད་ཆ་དེ་གོ་གོ་ཇི་མ་རེད་དྲན་འདུག་ངས་བསམ་ན། ཡིན་ན་ཡང་གང་འདྲས་བཤད་ནི་མ་བཤད་ནི་ད་ལྟ་ཆོས་ཆོས་ཟེར་དུས་གམ་ལ་ད་ད་དེ་སྐོར་དེ་ལ་སྐད་ཆ་མང་པོ་འདུག་དེ་ཡིན་ན་ཡང་ད་ད་ལིང་དེ་རིང་དེ་ནས་ཆོས་ཟེར་མཁན་དེ་ད་གང་ཟག་ང་རང་ཚོ་མི་མ་ཡིན་པ་ཟེར་བ་རོ་ད་དེ་ཡང་ཆོས་ཀྱི་ཕུང་པོ་གི་གྲལ་མ་བརྩི་ད་བརྩི་གི་བར་དེ་ཡིན་ན་ཡང་ད་གནས་སྐབས་གཅིག་ལ་གང་ཟག་སྐད་ཆ་བཤད་ཡག་གི་ཆེད་དུ་དེ་ནས་གང་ཟག་གི་བདག་དང་ཆོས་ཀྱི་བདག་གང་ཟག་གི་བདག་ཟེར་མཁན་དེ་མི་ང་འདྲ་བོ། ང་ག་བ་ཡོད་ཟེར་དུས་པར་རོ་ལ་ཡོད། ང་པར་རོ་ལ་ཡོད་ཟེར་དུས་གང་ན། ང་དེ་གང་ཟག་གི་རེད། པར་རོ་དེ་ཁྱོད་རེད། ཡོད་ཟེར་མཁན་དེ་ཁྱོད་རེད། གང་ཟག་གི་ང། པར་རོ། ཁྱོད། ཡོད། མེད། ང་པར་རོ་ལ་མེད། ང་སྤ་རོ་ལ་ཡོད་ཟེར་དེ་ཚོ་ད་ཆོས་རེད་ད་ཡོད་མེད་སེང་གེ་འདྲ་ད་དཀར་པོ་དམར་པོ་སེར་པོ་ད་དེ་ཚོ་དྲི་ཡོངས་སུ་རྫོགས་པ་ཆོས་རེད་ད་དེའི་སྐོར་ལ་དེ་ནི་གྲུབ་མཐའ་མི་ར་བ་མང་པོ་ཅིག་གི་ཐག་གཅོད་བྱས་བྱ་བ་དེ་འདྲ་མང་པོ་ཅིག་ཡོད་རེད་ད་ད་དེའི་ནང་ནས་དཔེར་ན་སྐྱོན་འཇུག་སྒྲོག་གི་སྐབས་སུ་ཤེས་རབ་ལེའུའི་སྐབས་སུ་ད་བཀའ་མོལ་བགྲོ་གླེང་གནང་ས་གི། ག་རེ་ཟེར་དགོས་རེད་ད་ཁ་བཏད་ཟེར་ན་ལ་བོད་སྐད་བོད་ས་མ་རེད་དེ་བགྲོ་གླེང་གནང་ས་ཟེར་དགོས་རོ་སྐད་ཆ་བཤད་ས། སྐད་ཆ་བཤད་ས། ད། ཞི་བ་ལ་ཁོང་དེ་དབུ་མ་པ་ཡིན་པའི་དབང་དུ་བཏང་ནས་ཁོང་གི་བཀའ་མོལ་གནང་ས་ཡོད་ན་མེད་ན་མཐའ་མི་མཐའ་མ་ད་བཀའ་མོལ་གནང་ས་རྫིག་ཤོས་དེ་སེམས་ཙམ་པ་དེ་ཚོ་རེད་ཡོད་རེད་སེམས་ཙམ་པ་དེ་ཚོ། སེམས་ཙམ་པ་ཞིག་འདི་ཚོ་གི་ད་ང་ཞིག་ད་ཐམས་ཅད་ཐ་མི་ཐ་མ་སེམས་ཙམ་མ་གཏོགས་མི་འདུག་ཟེར་ནས་ཀ་མེད་དེ་གི་ལབ་དགོས་རོ་བ་ད་དེ། ད་དེ་དེ་ནི་ཤེས་རབ་ལེའུ་ལ་དེ་ནི་གང་ཟག་གི་བདག་ཡིན་ན་ཡང་ཡིན་ཆོས་ཀྱི་བདག་ཡིན་ན་ཡང་ཡིན་ཐ་མའི་ཐ་མ་རྟག་ཆད་ཀྱི་སྟངས་ཚ་བའི་ཞུ་བུ་དེ་ལ་རིག་པས་བརྟགས་ཤིང་དཔྱད་ཡོང་དུས་གང་ན་དེ་ནི་འདི་རེད་ཟེར་ནས་དེ་ནི་མཛུབ་བུ་བཙུགས་ས་ཅི་མི་འདུག་ཟེར། ད་དབུ་མ་ཚོགས་ཀྱི་བཤད་སྟངས་འདྲ་པོ་དེ་ད་དེ་རང་རེད་ཕལ་ཆེར། འདི་རེད་ཟེར་ནས་མཛུབ་བུ་བཙུགས་ས་ཅི་མི་འདུག་ཟེར། ཡིན་ན་ཡང་མི་འདུག་ཟེར་ཡང་འདུག་ག་ན་ཡང་གང་ཡང་མེད་ཆོག་སྟོང་ཧ་རེ་རེད་དེ་འདྲས་རེད་མ་རེད་གོ་དེ་དེ་དེ་འདྲས་དབུ་མ་པ་ཚོ་སྙན་པ་རེད་མ་རེད་ཐོང་ཐོང་རིག་རིག་ག་ལ་དེ་ནི་མི་འདུག་ཟེར་ལབ་གི་མ་རེད་བ། མེད་ན་ཡང་དེ་ནི་ཁོ་རང་ཆུ་ཆུ་ནང་ལ་ཡོད་པ་གི་ཟླ་བ་མེ་ལོང་ནང་དུ་ཡོད་པ་གིས་ད་ལྟ་ང་རང་ཚོའི་གཟུགས་བརྙན་ནང་བཞིན་གཟུགས་བརྙན་ཟེར་ན་ང་རང་ཚོ་མེ་ལོང་ནང་དུ་ལ་སྡོང་པ་ཡོད་པ་ནང་བཞིན། དེ་ནས་ད་ལྟ་ངའི Computer ནང་ན་ཡོད་པའི་གི་ཁྱེད་རྣམ་པའི་གི་སྡོང་པ། ཁྱེད་རྣམ་པའི་གམ Computer ལ་ཡོད་པའི་གི་ངའི་སྡོང་པ་དེ་ཚོ་ནང་བཞིན་ད་ཡོད་ཟེར་ན། དངོས་སུ་ནས་མེད་དེ་གིན། མེད་ཟེར་ན་ཅི་ཡོད་དེ་བ་ནང་བཞིན་དེ་གཉིས་པོ་དེ་ཡང་གཅིག་ཡོད་པ་དེ་མཚམས་མཚམས་སྔས་ན་ཡོང་མེད་པ་དེ་མཚམས་མཚམས་རྒྱུགས་རུ་ཡོང་ཡང་མཚམས་མཚམས་ལ་མེད་པ་དེ་སྔས་ན་འགྲོ་ཡོད་པ་དེ་རྒྱུགས་རུ་ཡོང་དེ་འདྲས་མ་ཡིན་པར། ཡོད་པ་མེད་པ་ཐམས་ཅད་ད་ཁོ་རང་སྟོང་ཉིད་བཞི་སྦྱོར་ཟེར་ནས་ད་ལྟ་འདིའི་ཤེས་རབ་སྙིང་པོ་ནང་ལ་ཡོད་རེད་གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་གཟུགས་ལས་ཀྱང་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ཟེར་ནས་ཁོ་རང་གང་ཟག་སྐད་ཆ་དེ་སྟོང་ཉིད་བཞི་སྦྱོར་ཟེར་ནས་ད་དེ་འདྲས་བྱས་ནས་ད་དབུ་མ་བར་གྱི

ད་དེ་ཡིན་གསུང་གོ་ར་བ་དང་ཆེ་ཙང་དེ་ནས་ད་དེ་འདྲེ་གི་ཤེས་རབ་དེ་ཡང་ཡང་ཅར་ཡང་བྱང་ཆུབ་ཀྱི་སེམས་སེམས་ལབ་ཡོང་དུས་ད་དེ་དོན་དམ་བྱང་ཆུབ་ཀྱི་སེམས་ཟེར་ན་མི་འདུག་དེ་འདྲས་ཀྱི་དངོས་པོའི་གི་གནས་ཚུལ་ཁ་བཀོལ་གྱི་ཤེས་རབ་དེ་བྱང་ཆུབ་ཀྱི་སེམས་ཀྱི་ག་རེ་ཟེར་བ་རེད་ཆ་རྐྱེན་རེད་ཟེར་བ་ཆ་རྐྱེན་ནང་སྐད་ཆ་ཅི་མི་འདུག་ད་བྱང་ཆུབ་ཀྱི་སེམས་སུ་འཛུགས་ཀྱི་འདུག་ས་ཆེ་ཤོས་ཀྱི་དེ་ཆགས་གི་བ་རེད་བྱས་ཙང་ད་དེ་འདྲས་ཀྱི་བྱང་ཆུབ་ཀྱི་སེམས་དེ་དེ་ནི་ཁ་སང་ཞུས་པ་ནང་བཞིན་སེམས་ཅན་མང་པོ་གཅིག་གི་མི་བདེ་བ་སྡུག་བསྔལ་བ་ཐམས་ཅད་བསལ་བར་འདོད་མཁན། སེམས་ཅན་ཐམས་ཅད་ལ་བདེ་བ་སྟོང་ཕྲག་མང་པོ་སྤྲད་ཉེན་སྒྲོག་མཁན་དེ་འདྲས་ཀྱི་བྱང་ཆུབ་སེམས་དཔའ་དེ་ཚོ་གི་བྱང་ཆུབ་ཀྱི་སེམས་གཏན་ནས་གཏང་ཉན་གྱི་མ་རེད། མི་གཏང་བའི་མི་གཏང་བ་ལོས་ཡིན། དེ་བྱང་ཆུབ་ཀྱི་སེམས་དེ་ཡ་བཟོ་ཨེ་ཐུབ་བལྟ་དགོས། ད་དུང་བྱང་ཆུབ་ཀྱི་སེམས་དེ་པ

མྱུར་བ་ཡོང་ཡག་གི་ཆེད་དུ་ད་ག་རེ་དགོས་རེད་ཟེར་ན། བྱང་ཆུབ་ཀྱི་སེམས་ཟེར་ཡིན་ཏེ། དེ་ནི་ཡག་རུ་དང་མང་རུ་དང་རྫིག་རུ་དང་ཤུགས་ཆེ་རུ་བཏང་ཡ་ལ།

དཔེར་ན་ང་རང་ཚོ་རྡོ་རྗེ་ཕ་ལམ་འདྲ་པོ་དེ་ད་རྡོ་རྗེ་ཕ་ལམ་ཅིག་ཡོད་ན་དངུལ་འདྲ་དང་དེ་འདྲ་ད་དངུལ་དགོས་ས་རེད་བསམ་གསེར་དང་དེ་ཚོ་འདྲ་དང་ད་ང་ལ་གཅིག་དགོས་ཀྱི་འདུག་བསམ་པའི་གི་དོན་གཉེར་དེ་དགོས་ཀྱི་ཡོད་ས་རེད་དེ་དེ་ནས་དོན་གཉེར་དེ་ད་བཟོ་དགོས་རེད་པ་ད་ཡང་དོན་གཉེར་དེ་ཡང་ང་ཚོས་ད་ཁོ་ན་རྣམ་གཡེང་མང་པོ་རེད་བྱང་ཆུབ་སེམས་སེང་དེ་རྩ་ཆེན་པོ་ཙི་ན་གང་ཟེར་བྱང་ཆུབ་སེམས་སེང་དེ་རྩ་ཆེན་པོ་ཡིན་པ་ཧ་ཡ་གོ་དགོས་མ་རེད་དེ་འདྲའི་རེད་ཟེར་ནས་བཤད་མཁན་ཡང་ཡོད་མ་རེད་གལ་སྲིད་བཤད་མཁན་འདྲ་ཡོད་ན་མཚམས་བཙལ་ན་ཅི་ད་ཉན་ཚེ་ཅི་དེ་ནི་ད་གོ་གི་འདུག་བསམ་གྱི་གི་དོན་གཉེར་ཁ་སྐོམ་མཁན་གྱི་མིག་གི་ཆུ་གྱིས་འཚོས་བསྡད་པ་རེད་པ་དེ་འདྲའི་མེད་པ་ང་ཚོ་ལ

ཁོང་རྣམ་པ་དེ་ནི་མེ་ཏོག་རྩྭ་ནི་མ་ར་ཅོ་མི་དེ་འདྲའི་གང་ཡང་ཐབས་ཤེས་གང་ཡང་མེ་ཏོག་རྩམ་ཅན་དེ་ནི་མ་ཐོབ་མཁན་གྱི་ཐབས་མེད་མཁན་དེ་འདྲའི་མ་རེད་བ། སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་ཁྲུས། ང་ཚོ་གི་ཕུད་དགོས་དོན་ཆེ་བ་རེད། ད་དེ་འདྲའི་མང་པོ་རེད་དེའི་ནང་དེ་ལ། ཤིང་གོ་ད་ད་ལེའུ་གཉིས་པ་ནང་དེ་ལ་དེ་ནི་འཚོ་ངང་པ། ཅི་གོ་རེད་ཚོར་ངང་པ་ཡིན་དེ་དེང་སང་ང་འདྲ་ཅི་ལ་སྤྲད་ཡོང་ནམ་ཁོ་ས་མ་རེད་ད་དེ་ངང་པ་དེ་བདག་པོ་རྒྱབ་གོ་རེད་ཚོ་དེ་བདག་པོ་རྒྱབ་གོ་རེད་བཙོག་པ་ཆགས་འགྲོ་གོ་རེད་ཡ་དེ་དེ་ནི་ཡང་དེ་བཙོག་གི་ལྟར་ཅིག་བཙོག་གོ་རེད་རྒྱ་རྒྱ་ག་འདྲ་མི་ཅིག་བླ་ཅན་དེ་བདག་པོ་རྒྱབ་ད་ཡིན་ན་ཡང་ང་རང་ཚོར་ད་འདི་ཚོས་རྩ་ཆེན་པོ་རེད་ད་བྱང་ཆུབ་ཀྱི་སེམས་ཟེར་ངེས་དེ་དགོས་ཀྱི་འདུག་ད་དེ་ཡོང་བཅུག་རོགས་གྱིས་དེ་ནས་དེ་བཅུག་པར་བྱས་པ་ལ་དེ་ནས་ཁྱེད་རྣམ་པ་སྟོབས་བཅུ་གཉིས་པོ་གྱི་གང་ཟག་ཟེར་བ་རོ་ད་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་དེ་ནས་དེ་ཚོ་ལ་དེ་ནས་ད་ཆོས་པ་ཆོས་པ་ད་ང་རང་ཚོར་ད་ཅིག་ཡག་པོ་ཡིན་བསམ་དེ་ག་ཚོས་ཆོས་ཆོས་ཡ་རང་རེད་དེ། དེ་དེ་དེ་འདྲ་རང་རེད་བ་ཡིན། དུས་རྒྱུན་ང་རང་ཚོ་གཅིག་རྔན་པ་གཅིག་སྤྲད་ནས་མི་གཅིག་ང་རང་ཚོ་ག་ས་གི་མི་གཅིག་ལ་རྔན་པ་སྤྲད་ནས། ཅག་ལ་ང་རང་གི་ད་འདི་ཡག་པོ་རེད་བསམ་བསྡད་པ་གཅིག་སྤྲད་གི་རེད་བ། རང་གི་ཕ་གད་ཕྱི་རྒྱལ་ནས་ཕ་གད་གཉིས་ནང་ལ་ཡོད་པ་གི་ཅག་ལ་ད་སྤྲད་གི་མ་རེད་བ་དེ།

ཡིན་ན་ཡང་མཚོ་དང་མཚེའུ་མེ་ཏོག་སྤེལ་མ་གིས་བརྒྱན་དེ་གིན་ངང་པ་ཡར་འགྲོ་མར་འགྲོ་སྐད་སྙན་པ་སྒྲོག་དེ་གིན་དེ་ཚོ་སྟོང་ཕྲག་ཁྲི་ཕྲག་འབུམ་ཕྲག་མང་པོ་ཡོད་བསམ་ནས་ཕུལ་དུ་ཆོག་གོ་རེད། ད་ལྟ་བཟང་སྤྱོད་ནང་དེ་ཚོ་ལ་ཕྱེ་མར་ཕུལ་མར་རི་རབ་སྙན་པ་ཟེར་གིན་དེ་ཕྱེ་མར་ཟེར་གིན་དེ་ཚོ

ལ་དེ་རང་རེད། ཐབས་ཤེས་ཟུང་དུ་འཇུག་པ་གི་ལམ་ཁ་ཅིག་བལྟ་ཡི་བྱས་ནས་དེ་ནས་རིན་པོ་ཆེ་གི་རིན་ཆེན་གི་སེམས་དེ་བཟུང་བར་བྱ་བའི་ཕྱིར་དུ། དེ་ནི་མཆོད་པ་མཆོད། ད་མཆོད་པ་ཕུལ་ཚར་བའི་གཞུག་གུ་དེ་ལ་དེ་ནི་ག་རེ་བྱེད་དགོས་རེད་ཟེར་ན། དམ་བཅའ་བྱས་ནས། དམ་བཅའ་བྱས་ནས། དེ་གས་ཕན་དགོས་པ་རེད་ད་དེ། དཔེར་ན། ང་དེ་རིང་ནས་བ་ད་ཤ་ཟ་གི་མེད་ཟེར་ནས་དམ་བཅའ་བྱས་རང། ཡང་དེ་ལས་ཀྱང་བལྟས་ཚེ་ཅིག་ཤུགས་ཆེ་རུ་བཏང་ཉེན་སྤྲོ་ན་མི་གཅིག་རྩར་འགྲོ་ནས་ཨོའེ། དེ་རིང་ནས་བ་ད་ང་ཤ་ཟ་གི་མེད་འདའ་དཔང་པོ་བཞག་བྱས་ནས། ད་རུང་དགོན་ད་རུང་ཅིག་དགོན་ནང་ཤར་ན་ས་ཡིག་བརྒྱབ། དམ་ཕྲུག་བརྒྱབ།

ཅི། སྙིང་རྗེ་དཀྱུས་མ་འདྲ་དང། བརྩེ་བ་དཀྱུས་མ་འདྲ་དང་དེ་ནས། སྨན་ཁང་བཙུགས་ཡ་འདྲ་དང་སློབ་གྲྭ་བཙུགས་ཡ་འདྲ་དང། དེ་འདྲའི་ཙམ་གྱིས་མ་རིག་གོ། སེམས་ཅན་ཐམས་ཅད་དེ་ཚོ་ཡང་རེད། ད་དེ་ལས་དེ་མ་ཡིན་པ་གི་ད་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་དངོས་པོའི་གི་གནས་ཚུལ་དེ་རྟོགས་ཡ་གི་ཆེད་དུ་ཐབས་ཤེས་བརྒྱ་འགྱུར་སྟོང་འགྱུར་དེ་འདྲའི། བྱེད་ཡིན་བསམ་དགོས་རེད་པ་ད་ཡང་ན་ནི་སེམས་ཅན་ཐམས་ཅད་དེ་ནི་དངོས་པོ་གི་གནས་ཚུལ་ལ་ཡ་སང་སོ་དེ་སང་རྒྱས་སེ་དེ་ད་དེ་བྱེད་ཡིན་སམ་དམ་བཅའ་བྱེད་ཁོང་རྣམ་པ་གི་སྐུམ་འདུན་ནི་ཡ་ད་དེ་པད་མ་ཚིག་ཞི་བ་ལ་དེ་པད་མ་ཚིག

རང་གི་ལུས་པོ་སྦྱིན་པ་ལ་ཡང་ད་ལྟའི་སྔོན་ནས་ཡ་མཚན་ཆེན་པོ་སྤྲུལ་པ་རེད་བསམ་ནས་དཔེར་ན་ཡེ་ཤུ་གི་ག་ཅིག་གུ་ཅིག་ཅིག་ཅིག་ཅིག་ཇེ་རེ་ཙུ་དུ་ཧ་ལས་དེ་བ་དེ་ནས་ཅིག་ཡོར་བ་དེ་འདྲའི་འདྲ་ཅིག། ད་ལྟ་ཧིན་དུ་གི་དེ་ནས་ཀི་རི་ཤི་ན་གི་ཅིག་ཅིག་ཇེ་བ་རེ་ཟེར་གི་འདྲ་བ་དེ་ལ་དེ་ནས་ཧ་ལས་ད་དེ་འདྲ་ཅིག་དེ་འདྲའི་གི་ཧ་ལས་སྟངས་ཅིག་ཡོར་བ་དང་དེ་འདྲའི་ཅི་ནས་ལས་དེ་གི་དུ་སྔོན་ནས་ཅི་ནས་དེ་འདྲ་ཡིན་ས་མ་རེད། ཕྱོགས་གཅིག་འདི་ཧ་ལུས་ལས་ཡིན་ན་ཡང་ཕྱོགས་གཅིག་ནས་འདི་བཟོ་མི་ཐུབ་ཡག་ཅིག་མེད་རེད་བོ་དེ། ད་ལྟ་གནས་སྐབས་ཅིག་ལ་ལྡ་ལི་ཕོར་པ་གང་སྤྲད་ཐུབ། རིམ་པས་རིམ་པས་སེར་ཕོར་པ་གང་སྤྲད། རིམ་པས་རིམ་པས་རྡོ་རྗེ་ཕ་ལམ་ཕོར་པ་གང་སྤྲད་གཅིག་པ་གཅིག་ཅང་དེ་ལ་ཡང་བསམ་བློ་བཏང་བཏང་འདྲ་དེ་མ་སོང་ན་གང་རེད་ཟེར་ན་དངོས་པོའི་གི་གནས་ཚུལ་ཧ་གོ་བའི་གི་རྒྱུ་མཚན་ཅིག་ཨོ་ད་དེ་རིང་མང་ཐག་རེ་བྱོས་སོང་གོང་ད་ད་སོ་ཐུགས་རྗེ་ཆེ།